མཛའ་བརྩེ་ལྡན་པའི་སེང་གེ་གྲོགས་པོ་ལྷན་རྒྱས་སྐུ་ཁམས་བཟང་ང་བོད་སྤྱི་ཡི་རྣམ་པ་ཚང་མས་ངའི་རྒྱབ་ལོག་དེ་གཅིག་གཟིགས་དང། ཇོ་དར་མང་པོ་ཞིག་ད་ལྟ་འདུག་ག། བལྟས་ཡོང་ན་གནས་རི་རྩ་ཆེན་པོ་བཞིན་པ་ཐག་གིས་ཆོད་འདུག་ག་ད་དེང་སང་ང་ཚོ་བོད་ཀྱི་ས་ཆ་ག་ས་གང་དུ་གནས་རི་རྩ་ཆེན་པོ་དང་སྟེང་རྩ་ཆེན་པོ་དགོན་པ་རྩ་ཆེན་པོ་དེ་འདྲ་ཡོད་ན་དེའི་ཉེ་འཁོར་དེ་ཁ་བཏགས་དང་ཇོ་དར་དང་རླུང་རྟ་ལ་སོགས་པ་གད་སྙིགས་ཀྱི་རང་བཞིན་འཇིགས་ལས་བཟོས་པ་རྦད་དེ་གང་བྱུང་མ་བྱུང་བཏགས་བྱས་ནས་ཁོར་ཡུག་ལ་གནོད་པ་དང་སེམས་ཅན་མང་པོ་ལ་གནོད་པ་ཡོད་པ་མ་ཚད་ཐ་ན་ང་རང་ཚོའི་རྒྱུད་ལ་ཡོད་པའི་སྐྱབས་འགྲོའི་གདམས་པ་དེ་ཡང་ད་ཉེན་ཁའི་གནས་སུ་ལྷུང་འགྲོ་བ་དེང་སང་རྣམ་པ་ཚོ་དེ་ལ་ཡིན་གཅིག་མིན་གཅིག་ཐུགས་དགོངས་གཅིག་བཞེས་ཡ་དེས་ང་ཚོ་འཆི་འགྲོ་གི་འདུག་ད་ལྟ། ད་ལྟའི་ཐུགས་བསམ་བཞེས་མཁན་དང་འགན་འཁེན་མཁན་མི་དེ་ངས་བྱས་ན་མི་སྣ་རྣམ་པ་བཞི་ཡོད་རེད་བསམ་གྱི་འདུག་དང་པོ་དེ་ཀ་རེ་རེད་ཟེར་ཞུས་པ་ཡིན་ན་ང་ཚོ་བོད་ལ། ལྷ་ཕམ་གཉིས་ལུང་བསྟན་ནག་གཉིས་མོ་བཏབ་གཉིས་མང་པོ་འདུག་བ་ཁོང་རྣམ་པ་ཚོས་མོ་བཏབ་ལྷ་ཕབ་ཡོང་དུས་སྐབས་ལ་ང་ཚོས་སྐུ་རིམ་རིམ་གྲོ་ཟེར་ཡ་དེ་བསྒྲུབ་ཡོང་དུས་སྐབས་ལ། བྱང་ཆུབ་ཀྱི་སེམས་སྐར་མ་གང་དགང་དགོས་ས་རེད་ཟེར་ཡ་འདྲ་བོ། སྐྱབས་འགྲོའི་གདམས་པ་ཡག་པོ་རྒྱུད་ལ་ཡོད་པ་བྱེད་དགོས་ས་རེད་ཟེར་ཡ་འདྲ་བོ། ཡང་ན་ང་རང་ཚོའི་དགེ། བདེན་པ་ཞིག་གིས་གནས་ལུགས་ལ་སློབ་སྦྱོང་བྱེད་དགོས་ས་རེད་ཟེར་ཡ་འདྲ་བོ་དེ་འདྲའི་སྐད་ཆ་ཚིག་གཅིག་བཤད་ཡོད་མ་རུང། ག་དུས་ཡིན་ནའི་ལ་ཇོ་དར་ཁྲི་གཅིག་སྟོང་གཅིག་འབམ་གཅིག་ཟེར་བྱས། ཇོ་དར་དང་རླུང་དར་དང་དེ་ནི་དེ་འདྲས་ཀྱང་ཀྱང་དཔེ་དེབ་མང་པོ་གསུང་གནང་གི་འདུག་བ། ད་གལ་སྲིད་དེ་འདྲས་ཅིག་གིས་འགན་མ་ཁུར་བའི་གི་ཆོས་ལུགས་ཀྱི་འབྲེལ་བ་ཡོད་པའི་ལས་ཀ་དེ་ནི་མུ་མཐུད་དུ་བྱས་པ་ཡིན་ན་ང་ཚོ་བསྟན་པ་སྤྱི་ཡོངས་ལ་གནོད་པ་ཡོད་པ་མ་ཚད་པ་ཁོ་རང་ཚོ་མི་སྒེར་ལ་ཆ་བཞག་ན་ཡང་ཚོ་བ་དང་ཁ་ལག་ཟ་ཡག་ལ་ཀྱི་མ་ཉེན་ཁ་ཆེན་པོ་ཆགས་ས་རེད་ད་དེ་ཚོ་རྙོག་དྲ་ཆེན་ཚ་པོ་ཆགས་འདུག་བ་དེང་སང། འོ་དེ་རེད་བྱ། དེ་ནས་འགན་འཁེན་མཁན་དེ་མི་མི་སྣ་གཉིས་པ་དེ་ག་རེ་རེད་ཟེར་ཞུས་བ་ཡིན་ན། ཇོ་དར་དང་རླུང་དར་ལ་སོགས་པ་དེ་ཚོ་བཟོ་མཁན་དང་བཙོང་མཁན་ཁོ་རང་ཚོ་རེད། ད་དེང་སང་ང་ཚོ་བོད་ཀྱི་ཇོ་དར་རླུང་དར་མང་ཆེ་ཤོས་བཟོ་མཁན་དེ་རྒྱ་མི་དང་ཁ་ཆེ་བ་ཁོང་ཚོས་བཟོ་དགོས་རེད་བཙོང་མཁན་དེ་ཡང་རྒྱ་མི་ལ་སོགས་པ་བོད་ཡིག་མི་ཤེས་མཁན་ཆོས་ལ་དད་པ་མེད་མཁན་ཁོང་ཚོས་བྱེད་དགོས་རེད་དེ་འདྲས་སོང་ཙང་ཁོང་ཚོས་ཀྱི་རྒྱུ་ཆ་དེ་ཡང་ཚད་ལྡན་མ་ཡིན་པ། དེ་ནས་བཟོ་ཡོང་དུས་སྐབས་ལ་ཡི་གེ་དེ་ཡང་བསྒྲགས་མ་ཐག་པ་བཟོ་སྔགས་དེ་ཚང་ཆ་མ་ཚང་བ་དཔེ་མང་པོ་ཞེ་དྲག་རེད་འདུག། དེ་ནས་ལྷག་པར་དུ་རྒྱུ་ཆ་དེ་གི་ཁོར་ཡུག་ལ་གནོད་པ་ཆེན་པོ་ཡོད་པ་དེ་འདྲ་ཡིན་ཙང་ད་རྗེས་མ་ང་ཚོས་ཡར་ཞུ་བྱུང་བ་ཡིན་ན་དཔའ་འབྱོར་ཡོད་མཁན་དང་བསམ་བློ་ཡོད་མཁན་ཚོས་གིས་དེ་ཐོག་ལ་མ་རྩ་བརྒྱབ་ཀྱི་བཟོ་གྲྭ་འདྲ་བོ་རྒྱག་ཐུབ་ན། དེ་ནས་ག་རེ་ཟ། བོད་ཡིག་ཤེས་མཁན་དང་ཆོས་ཤེས་མཁན་གྱི་མི་སྣ་གཅིག་གིས་ཇོ་དར་དང་སློང་རྟ་དེ་ཚོ་བཟོས། དེ་ནས་ག་རེ་ཟ་ན་ཁོར་ཡུག་ལ་གནོད་པ་ཉུང་ཤོས། ཅུང་ཟད་གནོད་པ་ཆུང་ཆུང་གི་དེ་འདྲས་ཀྱི་རྒྱུ་ཆ་ཡག་པོ་ཅིག་བཟོ། དེ་འདྲས་བཟོས་ན་དེ་ནས་ག་ནས་རེད་ཟེར་ན་ཕྱོགས་གཅིག་ནས་གོང་ཚད་ལ་སོགས་པ་མཐོ་རུ་འགྲོ་གི་རེད་དཀའ་ལས་མང་རུ་འགྲོ་གི་རེད་རེད་བ། གོང་ཚད་མཐོ་རུ་ཕྱིན་དཀའ་ལས་མང་རུ་ཕྱིན་རྒྱུད་ཀྱི་སྤུས་ཀ་དེ་ཡག་རུ་ཕྱིན་རྒྱུད་ཀྱི་གྲངས་ཀ་དེ་ཉུང་རུ་ཕྱིན་པ་ཡིན་ན་དེ་ནི་ང་ཚོ་འོས་འཚམས་ཅིག་མཉམ་འགྲོ་ཡག་པོ་ཅིག་ཡོང་ས་རེད་དེ་འདྲ་ཅིག་བྱེད་ཐབས་མྱི་ཡོད་ན་ཁྱེད་རྣམ་པ་ཚོས་དེའི་སྒང་ལ་ཐུགས་བསམ་བཞེས་རོགས་གནང་ཟེར་ཞུ་ཡག་དེ་ཡིན་ཨ་ནེ། སྐད་ཆ་དེ་གོ་དགོས་ཉིན་དང་ལས་ཀ་དེ་འགན་ཁི་ཉིན་གྱི་མི་གསུམ་པ་རེད་ག་རེ་རེད་ཟེར་ཞུས་པ་ཡིན་ན་ད་ཇོ་ད་ད་རླུང་རྟ་ལ་སོགས་པ་སྒྲོན་མཁན་དང་མྱོང་མཁན་དང་བརྟག་མཁན་ཁོང་རྣམས་པ་ཚོ་རེད་རེད་བ། དེ་འདྲ་ཡིན་ཚོ་ད་ཆའི་རྣམ་པའི་རྗེས་མ་ཇོ་ད་ད་རླུང་རྟ་ལ་སོགས་པ་སྒྲོན་ཡག་དང་བརྟག་ཡག་དེ་འདྲ་བྱས་ཡོང་དུས་སྐབས་ལ་དང་པོ་དེ་བརྟག་སའི་ས་ཆ་དེ་གང་བྱུང་མ་བྱུང་དེང་སང་བརྟག་གི་འདུག་བ་དེ་འདྲས་མ་བྱས་པའི་བྱས་རྗེས་ས་རྩ་ཆེན་པོ་སྣེར་རྩ་ཆེན་པོ་ཡིན་ན་རླུང་རྒྱབ་ས་ལ་སོགས་པའི་ས་ཆ་དམིགས་བསལ་བ་གཏན་འཁེལ་བྱས་རྗེས་འོ་དེ་འདྲས་བྱས་པ་བརྟག་ཡག་དེ་གལ་ཆེན་པོ་རེད་གཉིས་པ་དེ་བརྟག་སྟངས་དེ་དེང་སང་ང་ཚོ་རྩ་བ་ནས་འགན་འཁེལ་གི་མི་འདུག་ང་ཚོ་དེ་ཡོད་དུས་ཁྲ་ཁྲ་ཕག་ཕག་འདྲ་བྱས་ཡག་པོ་ཞེ་དྲག་རེད། ངས་ཡག་པོ་བྱས་བྱས་ཡོད་བསམ་ལང་སར་རྒྱུགས་འགྲོ་གི་རེད་བ། དེ་ནས་ཕར་ཕྱིན་རྗེས་ང་ཚོ་འགན་རྩ་བ་ནས་འཁུར་གི་མ་རེད་བ། ཕྱི་ར་འགྲོ་ཚར་དུས་ཆར་པ་བབས་རླུང་གཡུག་དུས་དུ་ཇོ་དར་དེ་ཚོ་ས་ཐོག་སྒང་མང་ས་དེའི་སྒང་ལ། དེ་ནས་བྱ་དང་བྱིའུ་ལ་སོགས་པ་མང་པོ་ཡང་ཤི། དེ་ནས། རི་དྭགས་མང་པོ་ཡང་ཤི་སེམས་ཅན་མང་པོ་ཡང་ཤི། དེ་ནས་ང་ཚོས་ག་རེ་རེད་ཟེར་ན་ཁོར་ཡུག་དེ་དཔེ་མ་སྲིད་པའི་གད་སྙིགས་བཟོས། དེ་འདྲ་བྱས་ན། དེ་ནས་དེ་འདྲ་གི་ཆོས་བྱེད་སྟངས་ཅིག་སངས་རྒྱས་བཅོམ་ལྡན་འདས་གསུངས་ཨ་ཡོད་ན་བསམ་གྱི་འདུག་བ་སེམས་ཅན་ལ་ཡང་གནོད་པ་ཡོད་པ་ཅིག་ཁོར་ཡུག་ལ་ཡང་གནོད་པ་ཡོད་པ་ཅིག་དེང་སང་སངས་རྒྱས་བཅོམ་ལྡན་འདས་བཞུགས་ན་དེ་འདྲ་བྱེད་ཀྱི་འདུག་བོད་པས་ཟེར་ན། ཁོང་གིས་ཅིག་བྱས་ན་དེ་འདྲ་བྱེད་མི་དགོས་ཟེར་ནས་བཀའ་བཀྱོན་གནང་ན་ཐང། རེད་བ། དེ་འདྲས་སོང་ཚེ་ང་ཚོས་ཡིན་གཅིག་མིན་གཅིག་ས་ཆ་དེའི་གཏན་འཁེལ་བྱས། གཉིས་པ་དེ་རྒྱུ་ཆ་དེ། ག་རེ་ཟེར་ན་གཟུངས་སྔགས་ལ་སོགས་པ་ཕྱིས་འདུག་དང་མི་འདུག་ཚང་འདུག་དང་མི་འདུག་སྒྲ་དག་འདུག་དང་མི་འདུག་དེ་འདྲས་བལྟས་དེའི་ཐོག་ནས་ང་རང་ཚོས་ཇོ་དར་དང་རླུང་དར་དེ་ཆོས་ཀྱི་ཡིན་པ་ཡིན་ཚེ་ཆོས་ཀྱི་སྐུ་ག་རེ་ཟེར་ན་རབ་གནས་ལ་སོགས་པ་ཡོད་པའི་གི་ཐོག་ནས། དེ་ནས་ཁོར་ཡུག་ལ་གནོད་པ་ཉུང་ཤོས་ཀྱི་དེ་འདྲས་རྒྱུ་ཆ་བདམས་རྗེས་དེ་འདྲས་ཉུང་ཉུང་གཅིག་ས་ཆ་ག་བ་བཏགས་པ་ཡིན་ནས་ཁོ་རང་བཏགས་ས་གི་ག་རེ་རེད་ཟེར་ཞུས་པ་ཡིན་ན་སྡོང་པོ་གཅིག་ལྕགས་ཀྱི་སྡོང་པོ་གཙང་དགོས་ཡོད་ན་ཤིང་གི་སྡང་པོ་བཙོང་དགོས་ན་ཁོར་ཡུག་ལ་གནོད་པ་ཉུང་ཤོས་དང་དེ་དཔེ་བྱད་ས་སྟེང་གི་ཡུལ་སྔགས་བཅས་སོ་སོའི་འགན་ཁུར་ཐོབ་པ་བཅས་བྱས་ནས་དེ་ལ་བརྟག་བརྟག་ཚར་དུས་དེ་ནི་ལོ་ལྟར་རེ་བཞིན་སོ་སོའི་གིས་བྱས་པའི་གློག་ལྟར་དང་གྱོ་ལྟར་དེ་ཚོ་ཁོར་ཡུག་ལ་གནོད་པ་བྱེད་ཀྱི་འདུག་མེད་སེམས་ཅན་ལ་གནོད་པ་བྱེད་ཀྱི་འདུག་མེད་སོ་སོས་སོ་སོའི་ལྟ་གིན་ལྟ་གིན་བྱས་འདུག་བྱས་པ་ཡིན་ན་དེ་ནི་སོ་སོའི་དགེ་བ་སྒྲུབ་པ་དང་སོ་སོའི་འགན་ཁུར་ཐོབ་པ་ཅིག་དང་སོ་སོའི་མཐར་ཕྱིན་པ་ཞིག་ཐོབ་ཀྱི་འདུག་བ་གཞན་མ་གཏོགས་འགན་མ་ཁུར་ལས་ཀ་ཟི་ལིང་པ་ལིང་མང་པོ་བྱས་ན་ཉི་མ་གཅིག་ལ

ས་གནས་གཏན་འཁེལ་བྱས། སྤུས་ཀ་དེ་ལས་ཚད་ལྡན་ཡོད་པ་ཅིག་ལྟ་སྟངས་དེ་ལས་ཚད་གཞི་ཡོད་པ་གི་ཨ་འབྲས་ཀྱི་སྒྲིག་ལམ་ཅིག་བཞག་ཐུབ་པ་ཡིན་ན་དེ་འདྲ་ཡག་པོ་ཞིག་རག་འདུག་ང་རང་ཚོའི་གི་ཇོ་དར་སློང་རྟ་རྟ་ཡག་འདི་ལོ་ངོ་བརྒྱ་སྟོང་ཁྲི་ཕྲག་ལ་མི་མང་པོས་བཟོས་དཔལ་གྱི་རིག་གནས་ཡིན་ཙང་ཆོས་ལུགས་ཀྱི་བྱེད་སྒོ་ཡིན་ཙང་དེ་ང་ཚོ་ཕ་མེས་པ་རྩ་བ་ནས་བྱེད་ཉན་གི་ཡོག་མ་རེད་དེ་འདྲའི་རིག་གནས་དང་ཡུལ་སྲོལ་གམ་ཤེས་ཀྱི་ཡག་ཡོད་པ་ཅིག་དགོས་ན་ང་ཚོ་སུས་ཀྱང་འཐོར་གི་མ་རེད་དེ་འདྲས་སོང་ཙང་འགན་ཡག་པོ་ཁུར་དགོས་ས་རེད་ཐོ་ཆེ་ཆེ།